ཨོ་ནི་ད་སེང་ཉིན་ནང་ཡིན་ནི་མགྱོགས་པོ་མགྱོགས་པོ་ད་ང་རང་ཚོ་གི་སེང་ཉིན་ད་ནང་ཡིན་ནང་སེ་ན་ལ་ད་ང་རང་ཚོ་གི་འདིའི་ནང་ལ་ང་རང་ཚོ་གི་ད་འདིའི་ཕྱི་ནང་འདིའི་ནང་ལོགས་ལ་བགྲོ་གླེང་ཅིག་ཨ་ནི་བྱ་ཡ་རེད། ཨོ་ད་དེ་ཐོག་ལ་རྣམ་པ་ཚོ་ལ་ལུང་རིང་དྲ་གནས་གི། ག་རེ་ཡིན་ན་ད་ཨ་ནི་གཙོ་བོ་གཙོ་བོ་འདི་ཐོག་ལ་རེད་ད་ང་རང་ཚོ་གི་དྲ་མའི་མི་ཚེ་ལ་དེ་གལ་ཆེན་མོ་ག་ཚོད་ཡིན་མིན་ཨོ། བརྗོད་བྱ་གཙོ་བོ་དེ་འདིའི་ཐོག་ལ། ཨོ། དེ་རེད། སོང་ཙང། ད་དེའི་ནང་ནས་ད་ནི། བསླབ་པ་སློབ་གཉེར་བྱེད་ལུགས་བྱེད་སྟངས་ཀྱི་ཐོག་ལ་ཡིན་ན་འདྲ་ད་ག་རེ་ཡིན་ན་འདྲ་དཔེ་ཕྱོགས་མང་པོ་ཀྱི་ཐོག་ལ་ནི་དེ་ནི་ང་རང་ཚོ་གི་འདི་འདྲའི་ཆེད་ཀྱི་ནི་བཀའ་འདྲི་ཞུ་བྱས་ཡོད། ད་ང་ཚོ་གན་རྒྱ་ཁོ་རང་ག་དུས་ཡིན་ན་ཡང། ད་བསླབ་པ་སློབ་གཉེར་ལ་དངོས་གནས་དྲང་གནས་ཀྱི་ནམ་རྒྱུན་དཔེ་ཁོ་རང་ཧར་ཐག་པར་ཐག་དེ་ཁོ་རང་ང་རང་གཉིས་བགྲོ་གླེང་མང་པོ་བྱས་ལ་མཉམ་ཞུགས་བྱེད་ས་ཡིན། སོང་ཙང་དེ་ཁོ་རང་གིས་དེ་ནི་ག་རེ་ཐོག་ལ་དེ་ཐོག་ལ་དངོས་གནས་དྲང་གནས་ཀྱི་ད་ནི་ཁོ་རང་གི་ཁ་ནི་རྣམ་པ་ཚོ་ལས་གཞོལ་ཡོང་དགོས་རེད་ཁོ་རང་གི་ལུས་དཀྱིལ་དང་འབྲེལ་བའི་ཐོག་ནས་ཨོ་རྣམ་པ་ཚོ་ལ་ནི་དེ་ཅིག་ག་ནི་ཕུལ་ཡ་ཡིན། སོང་ཙང་དེ་འདྲ་ཅིག་རེད། དེ་རྣམ་པ་ཚོ་གི་ལ་དངོས་གནས་དྲང་གནས་ཡག་པོ་ཡོད་ཡ་གི་ནི་རེ་བ་ཡོད། དེ་དངོས་གནས་ད་ནི་ང་ཚོ་དེ་བི་ཀྲོ་དེ་དངོས་གནས་ཕྱོགས་ག་བ་ག་ས་ནས་རྣམ་པ་ཚོ་གིས་ནི་གཟིགས་དེ་ཤག་ཕྱི་རྒྱ་ལེན་ནོ་མི་འདུག་ད་ང་ཚོ་གི་ད་ནེ་པ་ལ་བུ་ཏྲ་ནི་ད་ང་ཚོ་ལ་དྭགས་ཆོས་ག་བ་ག་ས་དང། རྒྱ་གར་གྱི་ཆོས་ག་བ་ག་ས་ནས་རྣམ་པ་ཚོ་གིས་རིང་ལུགས་ནས་དྲང་བདེན་གྱི་རྒྱབ་སྐྱོར་ཞེ་བོ་ཅིག་གནང་སྟེ་བཞག། དེ་ལས་རྣམ་པ་ཚོ་ལ་ཆ་ཚང་ལ་བཀྲ་ཤིས་བདེ་ལེགས་ཞུ་ཡས་ཅི་དང། དེ་ནི་བིད་ཀྲོ་འདིའི་ནང་ལ་དྭགས་ནས་འགྲོ་རིང་ལ་སོགས་པ་དང་དེ་ནི་ང་ཚོ་འདི་ལ་ཐོན་མི་ཡས་ནས་ཀྱང་ཀ་ཚོང་ཚོ་ལ་ནི་སྐྱོ་བོ་དང་དེ་འདྲས་ལ་ང་ཚོ་རོགས་པ་བྱེད་ཡ་དང།

དེ་རྣམ་པ་ཚོ་ལ་ཞལ་འདོན་ག་རེ་དགོས་ཡ་ཡོད་ན་ཕྱོགས་སྒྲིག་གནང་བཞག་ཡོད། དེ་རྣམ་པ་ཚོ་ལ་འདི་གཅིག་ག་ནས་ཞུ་འདོད་བྲོས་སོང། དེ་རྣམ་པ་ཚོ་ལ་དེང་སང་ད་དེ་འདྲི་ང་རང་ཚོ་གི་ཞབས་བརྟན་དེ་འདྲི་གྱ་ནི་གནང་དགོས་ཡ་དང་དེ་འདྲི་འཆམ་འཆམ་དེ་འདྲི་ཁྱི་དགོས་ཡོད་རེད་སོང་ཙང་ང་ཚོ་འདུན་པ་འདོན་དགོས་ཡ་དང་དེ་འདྲི་ནི་མང་པོ་ཞིག་ཁྱི་གི་ཡོད་རེད་སོང་ཙང་རྣམ་པ་ཚོ་ཆ་ཚང་ལ་ནི་འདི་རྣམས་ལ་ངས་ཕུལ་བཞག་ཡོད་ཞོད་ཡིན་དེ་རྣམ་པ་ཚོ་གིས་གཟིགས་རོགས་ཞོད་ཡིན། ཆ་ཚང་ལ་བཀྲ་ཤིས་བདེ་ལེགས་རྒྱབ་སྐྱོར་གནང་དང་གནང་བཞིན་པ་འདུག་ཨ་ནེ་ཆུ་ཚང་གིས་ག་རེ་རྒྱབ་སྐྱོར་གནང་བ་དེ་ལ་བརྟེན་ནས་འདི་ང་ཚོ་ག་ནི་ལི་ཁ་བཟང་པོ་ག་རེ་བྱེད་བྱེད་པ་ཡིན་ན། ང་ཕྱོགས་གཉིས་ཀ་ལ་ནི་ཞིག་ཚོགས་ཡིན་ན་མི་འདུག་ང་ཚོ་ཆ་ཚང་ལ་ནི་བྱ་བ་ལམ་འགྲོ་ཡིག་ཆུ་ཆེན་མོ་ཡོད་ཧན་གིས་སྨོན་ལམ་དང་བཅས་ཆ་ཚང་ལ་བཀྲ་ཤིས་བདེ་ལེགས་ཞུ་བ་ཡིན།